ཉེ་སྔོན་རོ་ནས་ཟླ་སྒྲིལ་བཏང་གི་ཡོད་རེད་ད་ཟླ་སྒྲིལ་བཏང་ཡག་གི་ལས་གཞི་དེའི་ནང་ནས་ཨ་ནི་སློབ་གྲྭ་ག་ཚད་སུ་ཟླ་སྒྲིལ་བཏང་གི་ཡོད་ན་ད་ཅིག་དུས་དུས་ཡུན་ག་ཚོད་ཀྱི་ནང་ཟླ་སྒྲིལ་བཏང་ཐུབ་ཀྱི་ཡོད་ན་དེའི་སྐོར་ནས་ང་སྐད་ཆ་གཅིག་ན། ངོས་ནས་སོ།
ཐོག་མ་དེ་ངས་བོད་ཀྱི་དུས་བབ་ཀྱི་གནས་རིམ་དེའི་རྒྱུན་ལས་ཡ་ད་རེའི་ཕལ་ཆེར་ཐེངས་གཉིས་པ་དུ་ཆགས་ཀྱི་ཡོད་ས་རེད། བྱས་ཙང་དེ་འབྲེལ་གྱི་གོ་སྐབས་གནང་བ་དེ་ངས་དུ་བྱེད་ན་ཞེས་ཞུ་ཡ་ཡིན། དེ་ནས་ང་བླ་བྲེ་ཟླ་བྲེའི་བཏང་ཆོག་སྐོར་ལ་ཡ་མ་ཞུས་གོང་ནས་ད་ལྟ་བོད་ཕྲུག་ཁྱིམ་སྡེ་གི་ད་ལྟའི་གི་གནས་བབ་གི་ཐོག་ལ་ཡ་བེད་སྤྱི་ཞུས་ན་འདིའི་རྗེས་ལ་ང་ཚོའི་བླ་བྲེ་ཟླ་བྲེའི་བཏང་ཆོག་སྐོར་ལ་ཡ་མ་གནད་དོན་ཆུང་བ་དྲི་བ་དེ་ལ་ངས་ལན་ཞིག་བརྒྱབ་ན་བསམ་སོང། དང་པོ་དེ། ད་བུ་ཕྲུག་ཁྱིམ་སྡེ་འདིས་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང་དུས་ད་ལྟ་ཡིན་ནའི་ཤེས་ཡོན་གྱི་བསྟི་གནས་རྒྱ་ཆེ་ཤོས་འདྲ་དེ་ཆགས་བསྡད་ཡོད་རེད། ད་བུ་ཕྲུག་ཁྱིམ་སྡེ་གྱི་ཁྱབ་ཁོངས་ལ་ཡང་ཁྱིམ་སྡེ་ཁག་ཆེ་ཁག་ལྔ་བཅུ་ཡོད་རེད། ད་དཔེར་ན་ཆ་ཤོར་ན་ད་དེང་བུ་ཁྱིམ་སྡེ་ང་ཚོས་ད། ཁྱིམ་སྡེ་ཨ་མ་དུ་ཆས་ཨན་དེ་ནས་ལ་དྭགས་བོད་ཕྲུག་ཁྱིམ་སྡེ་གོ་བ་པུ་བོད་ཕྲུག་ཁྱིམ་སྡེ་སུ་ཇཱ་བོད་ཕྲུག་ཁྱིམ་སྡེ་དྭགས་ན་ཤི་བ་ལ་ཀུ་བི་བོད་ཕྲུག་ཁྱིམ་སྡེ་སུ་ཇཱ་ཁྱིམ་སྡེ་ཁག་ལྔ་བཤད། ཨན་ནི་ཁྱིམ་སྡེ་མ་ཡིན་པའི་གི་ཅིག་གཏན་འཇགས་བླ་བྲེ་གི་ངོ་བོའི་གི་ཐོག་ནས་ལ་བྲེ་ཆེ་ཁག་སོ་དྲག་ད་ཆེ་ཆེ་རིང་དྲག་ཅུ་ཁ་དྲུག་སུ་ཆ་དེ་གི་ཡག་རེད་དཔེ་རག་ཞུས་ན་དཱ་ཤོད་བོད་ཁྱིམ་སྡེ་གཅིག་རེད་ཅོང་དར་བོད་ཁྱིམ་སྡེ་གཅིག་རེད་སེ་ལི་ཀོའི་བོད་ཁྱིམ་སྡེ་གཅིག་རེད། ཨན་བྱང་ཐང་ཡ་གའི་ས་ཁུལ་ཁག་གསུམ་ནང་ལོ་ལ་ཡ་གཅིག་འདྲ་ལྔ་བ་བར་གྱི་གཏན་སློབ་བྱས་རྗེས་ཉུལ་མ་ལ་ཡོད་རེད་དྭགས་ནས་ཤི་གསུམ་བསྡུ་ལ་ཡོད་རེད་ཨན་དེ་ནས་བུ་གའི་ག་རེ་རྒྱ་ཆེ་དྲག་ཏེ་ཧན་ལེ་ལ་ཡོད་རེད་བྱས་ཙང་གཏན་འཇགས་སློབ་གྲྭའི་གི་རྣམ་གྲངས་དྲག་ཏེ་དྲུག་བྱས་ཨན་དེ་ནས་ད་ཉིན་མོའི་སླབ་གྲྭའི་གི་གྲངས་འབོར་དྲག་ཏེ་ཁ་སོར་བྱས་སླབ་གྲྭའི་ག་ཚིག་ཡོད་རེད་ཟེར་ན་བེ་ཅལ་ལྔ་རེ་བཅས་ཡིན་པ་ཡོད། དཔེར་ན། དེ་དྷརྨ་སཱ་ལཱ་ལ་མེག་ལོར་དང་གཅིག་ལབ་གྲྭ་དེ་གཅིག་ཡོད་རེད་ཉི་མའི་ལབ་གྲྭ་རེད། ལྡི་ལི་མ་གའི་བསམ་ཡས་གླིང་གི་ཉི་མའི་ལབ་གྲྭ་དེ་གཅིག་ཡོད་རེད། ཨན་དེ་ནས་ཡ་གའི། ལ་དྭགས་ལ་ཡ་གའི། བསོད་ནམས་གླིང་གཞིས་ཆགས་ཀྱི་ཨག་གླིང་རྒྱ་ཤོག་དེ་གཅིག་བྱས། ཨན་དེ་ནས་བྷ་གའི་སྨན་བླ་རྒྱ་ཤོག་ཞེས་བྱས་གང་ལྟར། ཉི་མའི་ལབ་གྲྭའི་གི་དྲང་པོ་དྲང་དེ། དྲང་པོ་སོ་ཁ་དྲང་དེ་གཞིས་ཆགས་དེར་འདུག། ད་དེ་མ་ཡིན་པའི་གི་གཞིས་སྟབས། མཐོ་རིམ་བླ་སྤྲོ་འགྲིམ་བཞིན་པའི་གི་སློབ་ཕྲུག་ཚོའི་གི་ཆེད་དུ་ལི་ཡ་སྡོད་ཁང་དང་ལྡི་ལི་བོད་ཁྱིམ་སྡོད་ཁང་གཅིག་ཡོད་རེད་མོད་སྦེང་ལོར་གི་བོད་ཁྱིམ་སྡོད་ཁང་གཅིག་ཡོད་རེད་ཨ་འདི་གང་ད་ལས་བྱ་གསར་ཤོག་གྲབ་སྟེ་ང་ཚོའི་ག་སོ་རེད་ཁོང་ཚོ་ཏཱ་ལའི་བླ་མའི་མཐོ་སློབ་བྱས་རྗེས་ད་དམ་པའི་གི་གནས་བབ་གྲབ་སྟེ་འདི་འདྲའི་གྲབ་ཅིག་ཆགས་བསྡད་ཡོད་རེད། ད་དེ་ནས་ཁྱོད་རང་བྲིས་པ་དེ་ལས་ཡག། ད་བླ་སྤྲོ་ག་འདྲི་ག་འདྲི་ལྟ་བྲིས་གཏང་གི་རེད་ག་འདྲི་ག་འདྲི་བྱེད་ཀྱི་རེད་དུས་ཚོད་ག་ཚོད་ནང་ལ་བྱེད་ཀྱི་རེད་ཟེར་བྱས་རྗེས། བྲིས་པ་ཅིག་ཐོག་ལ་ཡ། བསླབ་གྲྭ་ཟླ་སྒྲིལ་བྱས་དགོས་ཡ་གི་ལས་གཞི་ཅིག་ང་ཚོའི་འགོ་བཙུགས་ཡོད་དེ་ག་ཡ་ཟེར་ན་ད་ང་ཚོའི་དངོས་ཡོད་གནས་ཚུལ་ལ་ཡ་ཡ་ཞིག་བརྒྱབ་དགོས་དུས་བརྩམས་པ་ཅིག་ནས་ད་ཉིས་སྟོང་བརྒྱད་ནས་བཟུང་བྱས་བྱས་བོད་ནང་མ་གསར་དུ་འབྱོར་མཁན་དེ་བུ་ཞུ་རྒྱུ་ཉུང་ཕྱིན་པ་རེད། བྱས་ཙང་ད་ལོའམ་ང་ཚོའི་སྤྱི་ཟླ་དང་པོའི་གི་དེའི་ནང་ལོགས་ལ་ཡ་ཨེ་ན་ཅིག་ང་ཚོའི་ཅིག་གུ་དུག་བྱས་བྱས་བྱས།

བ་ཚོ་ད་འདྲི་ཡས་རེད་ཟེར་བཞིན་བམ་གཅིག་འབྲི་གི་ཡོད། སེ་ལེ་ཀོའི་བུ་ཁྱིམ་དེ་ཚུར་སྤོས་ཡས་རེད་ཅེས་གནད་འགག་བསྒྲགས་དུས་ཡང་འདྲི་ཡས་ཁྱེད་ན་བསམ་ཚོར་བ་གལ་ཆེ་ཤོས་གནད་འགག་ཆེ་ཤོས་དེ་ད་ང་ཚོའི་སྤུ་གུ་དྲང་པོ་ལས་ཉུང་འགྲོ་གི་ཡོད་ཙང་ད་བླ་བྲ་ད་འདྲི་ཙུ་ཡང་གི་ལས་བྱ་ཞིག་སྒོ་ཕྱི་སྤེལ་དགོས་ཀྱི་ཡོད་དུས་ཙམ་པ་རྒྱུ་མཚན་གཙོ་བོ་དེ་ང་ཚོས་ད་བླ་བྲ་གཅིག་གཉིས་ཅིག་ཉུང་བཏང་ན་ཞེས་བྱས་ཨེ་ལེ་ཀོ་དེ་དེ་འདྲ་ཞིག་བཙུགས་ན་ཞེས་བྱས་གཅིག་དེ་རེད། ད་ཡིན་ནས་སེ་ལ་ཀོའི་བུ་ཁྱིམ་རང་ཡང་ཚུར་ཕེབས་དགོས་ཡ་གི་དགོས་པ་རྒྱུ་མཚན་བསྒྲགས་ཅིག་གཙོ་ཆེ་བསྒྲགས་ཏེ་ཨེ་ནོན་ཅིག་ཁ་སོ་རེ་བྱེད། སེ་ལ་ཀོའི་བུ་ཁྱིམ་འདི་རྩ་བའི་ཕ་ནས་བར་ཨིན་ཇིའི་ལབ་སྒྲ་སྐད་གྲགས་ཆེན་པོ་དང་དེ་འདྲའི་མཉམ་དུ་འབྲེལ་བ་བྱེད་ས་དང་དེ་འདྲའི་མང་པོ་ཡོད་རེད། རེད་དེ་ཡིན་ནས་ཅིག་ད་དེ་ཚོའི་ལས་འབྲེལ་བ་བྱས་པ་ལས་ང་རང་ཚོའི་སྤུ་གུ་ཚོ་ལ་ང་རང་ཚོའི་བོད་པའི་གི་ཆོས་དང་རིག་གཞུང་ཐུན་མོང་མ་ཡིན་པའི་གི་ཅིག་ད་ག་སོ་རེ་བྱེད། སྐྱེས་རབས་བསང་མཆོད་ཨ་ནེ་གཅིག། འདབ་གཤོག་གཉིས་ལྡན་གྱི་སོག་གུ་འུར་ཡོད་ཙང། འདི་གི་ཆ་ནས་ད་རྡ་རམ་ས་ལ་སོག་རབས་ཀྱི་ཡིན་ན་མཁས་དབང་མང་པོ་རེད་ང་རང་ཚོ་གཞུང་གི་སྒྲིག་འཛུགས་ལྟེ་གནས་ཁོ་རང་བསྡད་ཡོད་རེད་རྒྱ་རོམ་པོ་ཆེ་ཕོ་བྲང་བསྡད་ཡོད་རེད་ད་ནང་བཞིན་རྒྱལ་སྤྱིའི་ནང་ལོག་ནས་མི་སྣ་མང་པོ་ཆེ་དེ་འཐད་གི་ཡོད་རེད་བྱས་ཙང་ང་ཚོའི་སྤུ་གུ་ཚོ་ལ་ཡ་གཅིག་ང་རང་ཚོའི་ཆོས་དང་རིག་གཞུང་ནང་ཆོས་ཀྱི་ལྟ་གྲུབ་དང་བདེ་སྐྱིད་དེ་ཡག་པོ་ཅིག་འཇགས་ཐབས་བྱེད་དགོས་ཀྱི་ཡོད་ན

འགྲོ་བ། ཡང་འཕྲོད་བསྟེན་གྱི་ཐོག་ནས་དུ་བ་ས་སྲིད་ས་སྤོས་པའི་ཡིན་ན། ཡང་གཅིག། བུ་ཟི་ལ་རེ་ཕེབས་པའི། རྒྱུ་མཚན་གསུམ་པ་གཅིག་ནི། ཡང་གཅིག། ཕ་མ་མང་པོ་ཅིག་ཕ་གི། ཐུག་འཕྲད་ལ་ད་ཅིག། རེས་གཟའ་སྤེན་པ་གཉིས་བ་རེ། ཉི་མ་བཅུའི་གུང་སེང་རེ་ད་ག་ན་ཤིང། དགུན་ཁའི་གུང་སེང་སྐབས་ལ་ཡ།

སེ་ལེ་ཀོའི་བུ་ཁྱིམ་འདི་དར་མདའི་དར་མདའི་ཆ་ནས་རེད་ད་ད་ཇོ་ཇི་མ་ཇི་ནས་མ་གཏོགས་ང་ཚོའི་དཔོན་ཡག་གི་ཆ་ཤི་རག་དེ་བང་ཁྲའོ་དེ་དེ་འགྲིག་གི་ཡོད་ད་ལོ་ཉིས་སྟོང་བཅུ་དགུའི་ནང་ལོག་ལ་ཡ་ད་ཤོད་བུ་ཁྱིམ་འདི་ད་ད་ལོའི་རིང་ལས་ལབ་དྲ་དེ་མ་གའི་ཚོགས་དེ་གི་རེད་དེ་གི་ནང་གི་བུ་གུ་ཙི་འདྲ་ཇོ་ཡོ་དེ་ཤེས་དེ་ཡིག་གསལ་དེ་མ་གི་རང་འགྲོ་དེ་གི་རེད་རྒྱལ་ཡོངས་ཡིག་གསལ་དེ་དུས་སང་སྤྱི་ཟླ་གསུམ་པའི་ནང་ལོག་ཉིས་སྟོང་ཉི་ཤུའི་ནང་ལ་ཡ་ལབ་དྲ་ཡ་འཚོ་བའི་སྒང་ལ་ཡ་ནི་སྤུ་གུ་དེ་བྱས་ཏེ་ད་ལྟ་མི་ག་ཡོད་བལྟ་བའི་ལྟ་ཚིག་འདྲ་གོ་བ་ཅུང་ཐོན་ཚར་གི་རོགས། འདི་ལྟར་ལྟ་འཁྲིད་ཡག་མ་ག་རེ་བྱས་དགོས་གི་རྡོ་གཅིག་འགྲོ་གི་རེད་ད་ག་ནང་བཞིན་ང་ཚོའི་ལས་བྱེད་ཡོད་བལྟ་བ་དེ་བྱས་ཏེ་ཡང་ག་རེ་བྱས་བ་རྡོ་གཅིག་བཟོ་རྡོ་གཅིག་བཟོ་གི་རེད། བྱས་ཙང་ཉིས་སྟོང་ཉི་ཤུ་གི་ཟླ་བ་ག་ཟས་སུ་གོ་མིན་ཧ་གོ་ས་མ་རེད་གང་ལྟར་ག་ལ་གི་ཉིས་སྟོང་ཉི་ཤུའི་ནང་ལ་ལམ་སང་གསལ་ལེ་གོའི་བོད་ཁྱིམ་སྤོས་ཐུབ་གི་མ་རེད་ཁོ་ཁོ་ར་ཁོ་ར་སྤོས་ཡང་མཐུན་རྐྱེན་དེ་བཞིན་གསར་བ་སྦྱར་དགོས་ཡ་དང་ཡ་ཉམས་གསོ་བྱས་དགོས་ཡ་དང་དེ་འདྲའི་ཡོང་གི་རེད་བྱས་ཙང་དེ་ཚོའི་ཐོག་ནས་སྒོ་ཏེས་ཅིག་གཅིག་བྱས་ན་ཉིས་སྟོང་ཉི་ཤུ་གང་ཙམ་ཉམས་གསོ་བཏང་དེ་འདྲའི་ཐོག་ལ་གོ་མདོག་ཁ་བོ་རེད་ག་འདའ་ཕུག་གི་ཚུལ་ད་འདྲའི་ཆེད་ལ་ཡང་རྗེས་ལ་ཡར་བརྩིས་འཇོག་གི་རྒྱུ་བ་མ་བྱེད་ན་ཡང་དེ་འདྲའི་དྲ་བ་ཆ་ཞིག་རེད་ཅེས་ཞུ་ཡི་ཡིན།
ད་ཉེ་སྔོན་རང་བོད་ཕུལ་ཁྱིམ་གྱི་དར་གཅིག་སློབ་གྲྭའི་ཁག་ཟླ་སྒྲིལ་བཏང་ཡ་གི་འཚག་འདི་མང་པོ་བྱས་འཚག་དུས་གང་ནས་ཅིག་ད་མི་ཚོས་བཤད་ཚུལ་ལྟར་ན་ཡང་གཅིག་པོ་ཁྱིམ་གྱི་འགྱུར་བ་མང་པོ་ཅིག་དང་གི་ཡོ་བ་ཅིག་གོ་གི་འདུག་ཅིག་ད་ཅིག་ད་སྒྲིལ་གཅིག་པོ་མ་ཡིན་པར་ཕྱག་གཞན་པ་ནི་འགྱུར་བ་ག་འདྲའི་འགྲོ་བ་དང་གི་ཡོད་ན། འགྱུར་བ་ཞི་བོ་གས་འགྲོ་ཡ་དམ་པའི་ཆ་ལ་གས་ཡོ་མ་ད་ང་ཚོ་བླ་བྲེ་ཁོ་ཅིག་པུ་གུ་དྲང་པོ་ཉུང་རུ་ཉུང་རུ་ཉུང་རུ་ཉུང་རུ་འགྲོ་གི་འགྲོ་གི་རེད་ཨ་ནི་ང་ཚོས་ད་ག་སོ་ར་ཅིག་ལྟ་རྒྱུ་རེད་མ་གཏོགས།

བྱས་ཙང། ད། དེ་འདྲའི་དཀའ་ངལ་ཅིག། མཐོང་བསྡད་ཀྱི་ཡོད་པ་ཡིན་ན། རེད་བ། ད་བསླབ་གྲྭའི་གི། ད་ལྟ། འཛིན་ཁང་རེད་སྡོད་ཁང་རེད་དེ་ཚོའི་ནང་ལ་ཡང་ང་ཚོ། ལས་རིགས་སློབ་སྦྱོང་བྱེད་མཁན་གྱི་སྤུ་བོ་འཕར་མ། ག་ཚོ་རེད་ཅེས་ཞག་ཆོད་ཡག་གིས་ང་ཚོ། ཅིག། ད་ཅིག་འཛུལ་ཞུགས་བྱེད་མཁན་མང་པོ་ཅིག་ཡོང་གི་ཡོད་ན། དེ་ཚོ་ཡང། མཐུན་རྐྱེན་དེ་རྒྱས་ཏེ་བོད་ཁའི། སྤུ། ལས་རིགས་སློབ་སྦྱོང་བྱེད་མཁན་ཚོ་ལ་ཡང། ང་ཚོའི་ག་ཚོ་རེད། དོན་གལ་ཏེ་ཞེས་པའི་སྦྱར་ཐུབ་ཡོང་གི་རེད་བསམ་གྱི་འདུག་དཔེ་བཞག་པ་ཡིན་ན། ད་ད་ལོ་ནས་བཟུང་བཅས་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ད་ནང་སྲིད་ལྷན་ཁང་ནས་ད་ཞིབ་ཆ་ཁག་ཚང་མ་ལོག་ལ་ཡ་གཟིགས་སྐྱོང་བྱེད་གནང་གི་ཡོད་རེད་བ། གཟིགས་སྐྱོང་བྱེད་གནང་གི་ཡོད་དུས་ཙམ་པ་ད་ཅིག་ཞིབ་ཆ་ཁག་ནང་ལོག་རེད་བོད་མི་གཏན་སྡོད་བྱེད་ས་ག་ས་ག་ལ་ཡ་ཅིག་གཞོན་སྐྱེས་ད་ག་སུ་རེད་ཅེས་ལས་མེད་མང་པོ་དེ་འདྲས་ཡང་ཡོད་ལྟ་བུ་དེ་བཅས་དེ་ནང་སྲིད་ཀྱི་ཅིག་ཐུགས་འགན་བཞེས་བྱས་བྱས་དུས་ཚོད་ཡང་སྦྱོང་བརྡར་གནང་བསྡད་ཀྱི་འདུག་བ། ད་ཉིད་ནང་སྲིད་ལྷན་ཁང་དང་ང་ཚོ་ཁག་སོ་རེད་བཀའ་མོལ་འདྲ་བྱོས་ཕར་ཚུར་ནང་ཁག་ནང་སྲིད་ཀྱི་ཚུར་འབུད་དགོས་རེད་ད་བོད་ཁའི་རྣམ་པ་ཚོ་ལ་མཐུན་རྐྱེན་དེ་འདྲའི་ཡག་པོ་ཞིག་འདུག་དངོས་གནས་གཅིག་བོད་ཁའི་འཛིན་ཁང་གི་མཐུན་རྐྱེན་རེད་མིང་གི་གཅིག་བོད་ཁའི་མཐུན་རྐྱེན་རེད་སྤྱི་དང་འཛུགས་སྐྲུན་བྱས་ཤར་བའི་མཐུན་རྐྱེན་དེ་ཞེས་ཏེ་ཞེའུ་ཡག་པོ་འདུག་ལྷག་པར་དུ་བྷ་གའི་ལ་ཡ་ག་རེ་ཡོད་ཟེར་ན་བྷ་གའི་གི་སྦྱོང་བརྡར་ཁང་དེ་ཞེས་ཏེ་ཆ་ཚང་ལ་རྒྱ་གར་གཞུང་རང་གི་ངོས་འཛིན་ཡོད་པའི་གི་དེ་བྷ་ནས་ཐོན་པ་ཡིན་ན་དངོས་གནས་གཅིག་བག་གི་ལག་འཁྱེར་ཚད་ལྡན། ག་བ་ཡིན་ན་ལས་ཀ་བྱས་ཆོག་ཡག་གི་ལག་འཁྱེར་དེ་ཚད་ལྡན་གྱི་ཡུལ་དུས་ཙམ་པོ་ཁོ་རྟ་སོ་ཞུ་བྱས་བ་རེད། བྱས་ཙང་འདི་འདྲའི་དུས་ནང་སྲིད་གླེང་ག་ནས་རྟ་ཁོ་ཁོ་ནང་ཚོས་ཡིན་ནའི་ག་ལ་གང་ཙམ་གྱི་བུ་བག་གི་བཅུག་ཆོག་ཡག་གི་ས་མིག་སྤྲད་རོགས་བྱས་ཞེས་ཅེས་གསུངས་བསྡད་ཀྱི་འདུག་བྱས་ཙང་འདི་འདྲས་ཀྱི་ང་ཚོས་ས་མིག་ཕུལ་ཡག་གི་ང་ཚོས་ག་སོ་ཞིག་མོས་མཐུན་ཞུས་པ་ཡིན། ཁྱེད་ཚང་སླབ་གྲྭ་ཚུགས་ད་བྲིས་པ་ཡིན་ན་ཡང་ལས་རིགས་སློབ་སློབ་སྦྱོང་སྦྱང་མཁན་གྱི་སྤུ་གུ་དྲང་པོ་དེ་ཉུང་མང་རུ་གྲུག་གི་ཡོད་པ་ཡིན་ན་ད་ལྟ་ཕ་གའི་ཡོད་བསྡད་པ་དེ་ལ་ཡང་ག་སོ་རེ་གཅིག་སྔ་མོའི་ཚད་དེ་མ་གཏོགས་ཡོད་མ་རུང་ཨ། ཁྱེད་ཚང་ཡང་འདི་ཚོ་ཕར་ཡང་ལས་རིགས་སློབ་སྦྱོང་བྱེད་མཁན་གྱི་སྤུ་གུ་ཚོ་ལ་ཡང་བེད་སྤྱོད་བཏང་ནས་ཏན་ཏན་ཐུབ་མེད་བསོད་གི་རེད་བསམ་གི་འདུག། ད་ཅིག་ལས་རིགས་སྦྱང་བརྡར་ཁག་ད་སོ་ལ་སློབ་གྲྭ་ཇེ་མང་ང་འགྲོ་གི་ཡོད་བསྡད་ན་ཡིན་ན་ད་ཅིག་པ་ཏི་སྐོར་གྱི་སློབ་གྲྭ་དེ་ཡོད་ཨ་ང་ཚོའི་བོད་པ་ཅིག་ཐང་ག

ད་ལྟ་བུའི་བྱམས་ངན་ཉུང་ཉུང་ལས་ཡོང་མ་རེད་བཙན་པོ། སྡེ་ཚན་དང་བེད་སྤྱད་མེད་བའི་སོ་ཞིག་རེད། རེད་བ། ཡིན་ནས་གཅིག་ཕ་གས་ག་རེ་ཡོད་བལྟས་བ་དེ་རིམ་པས་ཕ། བདག་བྲིས་བས་ན་ཞོག་གཅིག་ནས་དེང་དུས་ཀྱི་ཕ་གས། འཕྲུལ་རིག་གི་སློབ་སྦྱོང་ཇི་ཙམ་ཡོད་བཅས་ཞོག་གཉིས་ནས་ང་རང་ཚོ་གི་གཅིག་ད་ཐུན་མོང་མ་ཡིན་པའི་གི་གཅིག་ཕ་གས་ག་རེ་ཐང་ག་དག་གཅིག་བཟོ་རིག་དེ་བཅས་བལྟས་ཡོད་བས་ན། དེ་ཡི་ཆེ་བཞིན་ཕ་གས་དེ་ག་གཅིག་ལ་བྲིས་བཞག་བས་ན་གནད་འགག་འདུག་བསམ་གྱི་འདུག་ཁྱེད་རང་ད་ལྷབ་རེ་བཏང། དེ་ཚོའི་ནང་ལ་རྫུན་དངོས་མེད་པ་དེ་ད་ཉུང་འགྲོ་གི་ཡོད་པ་དེ་དངོས་ཡོད་གནས་ཚུལ་ཞིག་རེད། རེད་བ། ད་ཡིན་ན་ད་ལོ་ངས་ང་ཚོ་འཛིན་སྐྱོང་འཕེལ་རྒྱས་ཚོགས་འདུའི་ས་ལ་ཡ་དེའི་ཐོག་ལ་ང་ཚོ་གྲོས་བསྡུར་དགའ་བསུ་ཚོར་བསམ་ཕྱིར་ཞུ་རྒྱུ་བྱུང། དཔེར་ན་ང་ཚོའི་སྤུ་གུའི་གྲངས་འབོར་དེ་ད་བརྒྱད་སྟོང་ལྷག་ཟིག་ཡོད་རེད་ཟེར་བ་རེད་བ། ཅིག། བསླབ་གྲྭ་སོ་སོའི་གི་ཅིག། འདི་ག་སོར་གཅིག་འདི་བྱ་ངན་འདི་གལ་ཆེན་པོ་ཡིན་པ། སྤུའུ་ལི་དབྱིངས་ཞུ་བཅུག་ཡང་སྤུའུ་ཚང་མ་ལོ། ཁ་ཤས་ཡང་རི་མོ་བཏང་འདི་འདྲའི་ལི་དབྱིངས་ཞེ་དྲག་ཡོང་ངེས་འདི་འདྲ་འདུག་ཨ། དུས་ཚོད་ནང་ནས་ཨེ་སྤུའུ། ག་སོར་གཅིག་ལྷབ་རིར་སྦྱོང་འདོད་བྱེད་མཁན་ཡོད་ན་ཨེ་ཕར། ག་སོར་འདི་ང་ཚོའི་ལྷབ་རིའི་ལྟེ་ཚད་འདི་ད་ལྟའི་གཅིག་བོད་ཀྱི་ཤུ་སྤུའུ་དྲང་པོ་འདི་མང་བཏང་ཐུབ་ཡག་གི་ཐབས་ཤེས་གཅིག་ག་སོར་གཅིག་རེད་ཀ་འོན་ཏེ་འགྲོ་དང་འགྲོ་བཞིན་པའི་དཔེར་ཆ་བཞག་ན་ང་ཚོའི་ད་ལྷབ་གྲ། ག་སོར་གཅིག་ཁྱིམ་སྡེ་ལྔ་བཅས་ཨེ་ནི།

ལྷབ་རིས་སྡེ་ཚན་འདི་ལྷག་པར་དུ་འཕེལ་རྒྱས་བཏང་ཡང་ལ་ཡང་ང་ཚོས་ཅིག་ད་ལོ་བཀའ་མོལ་ཅུང་ཞུས་ཡོད་ད་རིམ་པས་སྒྲོ་འདོགས་ག་བ་རེད་པ་འདུག་གུ་རུ་འདི་ལ་ཡང་ས་ཆ་ཁག་གཉིས་ཡོད་རེད་བ། ས་ཆ་ཞོག་གཅིག་དེ་ང་ཚོས་རྒྱ་གར་གཞུང་རང་གིས་གནང་བཞག་པའི་གི་རེད་ས་གནས་གཞུང་རང་གིས་གནང་བཞག་པའི་གི་རླབས་ཆ་ཕོན་ཆེ་ས་ཆ་ཅིག་ཡོད་རེད་དེ་ལ་ཡང་གཞུང་རང་གིས་ང་ཚོ་ངས་མ་ནས་ད།

དཀའ་ངལ་ཞིག་རག་གི་ཡོད་མ་རེད་བསམ་པ་རེད། ད་ས་ཆ་རིགས་གཅིག་ད་ང་ཚོས་དེ་དུས་ཙམ་ལ་ད་བླ་སྤྲུལ་དྲང་པོའི་དྲང་པོ་དེ་མང་པོ་ཞུ་བྱ་དུས་ཙམ་ད་ང་ཚོས་པ་ཏི་ཀུ་དེ་ལས་རྒྱ་སྐྱེད་བཏང་པ་རེད། བཏང་བྱས་བྱས་ཨེ་ནི་ས་ཆ་གེར་པའི་ས་ནས་ཡང་ས་ཆ་ཉོས་བྱས་བ་དེ་འདྲའི་ཡོད་པའི་ཉིས་གསུམ་ཅིག་ཡོད་རེད། ད་ད་ལྟ་ཁྲིམས་ཐོག་བའི་རྙོག་དྲ་ལྷག་དེ་ས་དེ་འདི་ལས་ལྷག་ཡོད་རེད་མི་འདུག་ཅི་ཡོང་ཡོང་གྲ་ལ་ཆགས་ཡོད་མ་རེད།
རེད་གི་ལ་ད་ཅིག་བུ་ཁྱིམ་སློབ་གྲྭ་གི་དར་སྒྲིག་འགྲོ་བ་དང་གི་ཡོད་དེ་ན་ཨ་ནི་ཅིག་གི་ལ་དེ་ལི་ཅིག་དེ་སུ་ཡང་ཅིག་ཇེ་མང་ང་འགྲོ་གི་ཡོད་ར་དེ་སུ་སྐུ་ན་ཡང་ཅིག་འཆར་ཞེན་འགྲོ་གི་ག་འདྲ་ཐེང་གི་ཡོད་ར། གི་ལ་དང་ལས་ཇེ་མང་ང་འགྲོ་གི་ཡོད་མ་རེད། རེད་རེད། ད་ཉིས་སྟོང་བཅུ་དྲུག་ནས་བྱས་ནི་ང་ཚོས་གསར་བ་ཀོ་མོ་ཀོ་གཙོ་འདོན་བྱས་ཡོད་རེད། རེད་རེད། དེ་ལས་ཇེ་ཉུང་ཞུ་ཕྱིན་ཚར་ཕྱིན་ཡ་ད། རེད། ཅིག་ད་འདི་ཅིག་གསར་བ་ཡང་བསྐྱར་བསྡུ་ཡག་གི་སྐོར་ར་ཡང་ཅིག་གཏན་འབེབས་འགྲོ་དམིགས་བསལ་ཅི་ཡོད་ན། གསར་བ་ད་ལྟ་ང་ཚོའི་གི་ཏག་ལྷག་པར་དུ་སླབ་གྲྭའི་ནང་ལོག་ལ་དགེ་རྒན་ཡང་དགོས་དགོས་ཟ་བ་དེ་འདྲས་ཡོང་སྲིད་གི་རེད། དེ་མ་ཡིན་པའི་གི་ལས་བྱེད་དགེ་རྒན་མ་ཡིན་པའི་ལས་བྱེད་དེ་ང་ཚོ་གསར་དུ་བསྐོ་བཞག་བྱས་དགོས་ཡ་དེ་འདྲས་ཉུང་ཉུང་ཞུ་གི་རེད། དེ་ཕལ་ཆེར་མེ་རི་ལབ་ན་འགྲིག་གི་རེད། ད་ཡིན་ན་དགེ་རྒན་མ་ནུ་ཡ་ཡང་ཅིག

ཡུལ་མིའི་སློབ་ཕྲུག་འདི་བཟོ་གི་ཅིག་ད་སྐད་ད་དེའི་སྟེང་ནས་དགེ་རྒན་ཅོག་དཀའ་ངལ་འགྲོ་དམིགས་བསལ་འཕྲད་ཀི་ཡོད་ན་ནི་ཅིག་ཡང་ཅིག་ཁྱེད་ཉིད་ངོ་མ་སོ་ཡོད་ན་ད་ཅིག་སློབ་གྲྭ་ཁག་ཟླ་སྒྲིལ་གཏོང་དུས་ནི་ཡུལ་མི་གི་སློབ་གྲྭ་ཅིག་ད་ཅིག་བོད་པ་རང་གི་སློབ་གྲྭ་ཅིག་དེ་འདྲ་གི་ཅིག་སྐད་ཆ་ཆག་གི་འདུག་ཨ་དེ་སྐོར་ལ་ག་འདྲ་འགྲོ་ཡིན་ན། དང་ལྡན་ང་ཚོའི་ཆ་ང་ཚོའི་ཆ་ནས་དེའི་བར་ཚུན། གྲོས་ཚོགས་ནང་ལོགས་ལ་ཡ་དཀའ་མོ་འདི་ཡོང་ད་ཡོང་གི་འདུག་ཨ། དེ་མིན་དུས་ཚོད་རླབས་ཆེན་གྱི་སྐབས་ནི་རེད། དངོས་གནས་ཅིག་སྐད་ཡིག་ལས་ཡ་གསལ་ལས་མ་ཡོང་པའི་ཐོག་ནས་ཡིན་ན་ཁ་ཡོད་ལག་ཡོད་ཀྱི་ཡང་དངོས་སུ་ཞིག་ང་ཚོས་ཡ་ཞིག་རྒྱབ་དགོས་དུས་བསམ་པ། དམ་པའི་ཆ་ལ་ང་ཚོས་ཡང་ཅིག་བསླབ་གྲྭ་ག་ག་ག་སོས་ཅེས་དེ་འདྲའི་ཆ་ཤས་སུ་ག་འདོད་དམ་པས་ང་ཚོ་ངའི་བང་ཚ་ཁས་བྲིས་ཡོད་མ་རེད། ད་ང་ཚོས། པུས། ཧི་མ་ལ་ཡའི་བྱེ་བཅུད་དང་ས། ལ་དྭགས་ནས་བརྫངས་ས་ཀྱོག། ཧ་ས་ག་ནས་ཡོད་དམ་བལ་ཡུལ་ས་མཚམས་གཙུམ་དང་སྟོག་པོ་དང་ཨེ་ནི་དེ་ནས་བར། དང་བ་ངོ་ཅོག་བལ། ཀུག་ཀྱོག་ཞུ་ཀྲུ་འདི་ནས་དུ་བ། ཡོག་རེད་ད་དེ་ཚོའི་ཡོ་ཡ་དེ་སྐྱེ་དེ། ཅིག་བཅུག་རོགས་ཟེར་ངན་འདི་ད་དེ་ལས་མ་ང་ཞེ་དྲག་མང་གི་རེད་ད་ཡིན་ནའི་ང་ཚོའི། དེ་སྐྱེ་དེ་ང་ཚོའི་བུ་ཁྱིམ་རང་ནས་ཅིག་ཐད་ཀ་གས་ཞེ་གི་ཡོག་མ་རེད། མི་གནས་ཡོད་མི་སྣ་དག་ཅིག་ཏུ་ཨ་ཅིག་ག་ཟུར་ཅིག་རྒྱུད་ཆད་ཆད་ཨེ་ན་ཅིག། ཡོང་ཤག་ཅིག་མ་གཏོགས་ཅིག་ཞེས་ང་ཚོའི་ངོས་ནས་དེ་གར་ཞུ་གི་ཡོད་མ་རེད་ད་ཡིན་ནས་པུའུ་དང་པོ་ཐོག་མར་སླེབས་དུས་དེས་དཀའ་ངལ་ཡོད་རེད། ཁ་ཤས་ད་རྩོམ་པ་གི་སྐད་རྒྱག་གི་རེད་ཁ་ཤས་དོག་པོ་གི་སྐད་རྒྱག་གི་རེད་ཁ་ཤས་བདག་དབང་གི་དུ་བ་དང་ཁ་ཤས་ལ་དྭགས་ཀྱི་ཁ་ཤག་ཁུ་ནོག་དེ་འདྲ་དུ་བ་རེད་ད། ཡིན་ནས་ཟླ་བ་གཉིས་གསུམ་གྱི་རྗེས་ལ་ཡ་ད། དཀའ་ངལ་དེ་ཙམ་སྦུག་བཙོ་ལས་འཕྲད་གི་མི་འདུག་དགེ་རྒན་བཙོ་ལས་ཀྱི་གོ་བརྡ་མ་སྤྲོད་དཀའ་ངལ་ཡོད་མ་རེད། ད་ཅིག་ཁ་གཙང་མ་ཡིན་ན་སྤྱི་འཐུས་བཀྲིན་ཚོགས་ནང་ནས་ལང་གི་ཡོད་རེད་ད་ལྟ་བོད་མི་སྒྲིག་འཛུགས་ཀྱི་གཞིར་དཀོན་ཚགས་ཆེན་དང་ནི་ད་ཅིག་སློབ་གསོ་གཅིག་ཡར་རྒྱས་འགྲོ་དགོས་ན་དགེ་ལགས་འདི་དཔེ་ཀ་ཆེན་པོ་རེད་ལབ་དགོས་ར། དགེ་ལགས་ཀྱི་ཀ་ཆེན་པོ་ཡིན་པ་ལ་ད་དགེ་ལགས་དེ་ཚོའི་ལག་ཕག་སོར་ཕག་དེ་དཔེ་ཀ་ཆེན་པོ་རེད་ལབ་དགོས་ར། ཨ་ནི་ཅིག་ད་ཤི་ལགས་ནི་ད་སྤུ་ཁྱིམ་གྱི་དགེ་རྒན་དང་སོགས་ཀྱི་ཟླ་ཕོགས་དང་སོགས་ཉག་ཉག་རེ་བཟོས་ནས་ཤེས་ལྡན་ནི་མང་པོ་ཞིག་འདུག་ཨ། ད་ཅིག་དུས་དེ་སྔ་ཡང་སྤྱིར་སྤུ་ཁྱིམ་གྱི་ཅིག་སྟབས་སྟངས་འདྲ་བོ་བཟོས་ནས་རིགས་ད་ཅིག་འགྱུར་བ་འདྲ་བོ་ག་འདྲ་བཏང་གི་ཡོད་ནམ།
དེའི་ཐོག་ལ་ཡང་ང་ཚོ་སེམས་འཚབ་ཏུ་ཡོད་རེད་བ། ད་ཡིན་ནའི་དུས། བོད་ཁྱིམ་གྱི་ག་སོར་ཅིག་འདས་པའི་ལོ་ལྔ་བཅུའི་ནང་ལོགས་ལ་ཡང། ཨེ་ནི་གཅིག་ཕ་གས། རོགས་དངུལ་ཆུང་དལ་བུ་དེ་སྐྱེད་དེ། དངོས་གནས་གཅིག་ཕ་གས། རྒྱལ་ཁབ་གཅིག་གི་རོགས་དངུལ་བཟོ་གྲྭ་བ་ལྟར་གཅིག་བསྡུ་བ་གཅིག་ཞུ་འདོད་མཁན་ཡོད་མ་རེད། ཚང་མ་ལོ་སྒེར་པ་དང་ཚོགས་པ་འདྲ་མ་འདྲ་དང་དེ་འདྲའི་གི་ཐོག་ནས་རོགས་དངུལ་ཐོག་ནས་ཡང་ཡོང་སྡོད་ཀྱི་ཡོད་རེད། དེ་ཡོང་གི་ཡོད་དུས་ཙམ་པ། རོགས་དངུལ་ག་རེ་ཡོང་བ་དེ། མི་རོགས་རམ་ཚོགས་པའི་གི་ནང་བཞག་པ་དེ་པུའུ་གང་ལ་ཡང་ཞུ་གི་ཞབས་འདེམས་བྱས་ཡོད་རེད་མ་འདུག་དེའི་ཐོག་ལ་ཁ་སོ་རེད་ཨ་ནི་ཕོག་གི་སྐྱ་བྷེ་ལ་ཡ་རོགས་གི་གནང་གི་ཡོག་མ་རེད་རོགས་ཨ་བྱས་ཙང་འདི་དངོས་ཡོད་གནས་ཚུལ་རེད་རོགས་རམ་ག་རེ་རག་བལྟས་པ་དེ་བུ་གུས་གང་ལ་ཡ་བལྟ་གི་འཕྲོད་བསྟེན་གི་ཐོག་ནས་རེད་ཟས་བཞུད་གི་ཐོག་ནས་རེད་སློབ་སྦྱོང་ཐོག་ནས་མཐུན་རྐྱེན་བྱ་ཡ་རེད་གང་ལྟར་དེ་གི་ཐོག་ནས་ཁོ་ཤ་བུ་ཤ་སྟོན་སྟེང་བཏང་དགོས་ཀི་ཡོག་རེད་དེ་འདྲས་བཏང་བའི་གི་རྒྱུ་མཚན་ལ་བལྟས་ནི་ལོ་ངོ་ལྔ་བཅུ་ཐམ་པ་ཅིག་ཟླ་དྲུག་ཅུ་ཉེ་ཟིན་འགྲོ་ཡི་ཡང་རེད། དངོས་གནས་གཅིག་ཕྱིའི་རོགས་ཚོགས་ཚང་མས་ཀྱི་ཅིག་བོད་ཡིམ་ལ་སྤྲད་པ་ཡིན་ན་ཅིག་བོད་སྐད། ཡིད་ཆེས་དང་བློས་འགེལ་དང་གང་ལྟར་ཅིག་བོད་སྐད་དགའ་བོ་བྱས་ཏེ་ད་ལྟ་ཡིན་ན་དེ་གཙོ་མིན་རྒྱག་རུང་བྱེད་བཀའ་དྲིན་རེད་ཨེ་ནི་ལྷ་མཆོད་སྐུ་ལས་བྱོན་པའི་གྲུབ་འབྲས་ཞིག་རེད། གང་ལྟར་ཅིག་བོད་སྐད་ཤ་བུ་ཤ་འདི་ལག་ཟིན་མཐོང་ཡ་ཡོད་པ་ཅིག་མཐོང་དུས་ཙང་མི། བྱེད་ངན་ཡིན་ནས་སྤྲད་ངན་ཡིན་ནས་ཁོ་སྤྲད་ལ་དགའ་བོ་བྱེད་དུའང་རེད་དང་གི་ར་ཁྱང་མ་ལེས་ཀར་ང་ཨི་ཏྲ་ལི་ཁོང་ཚོའི། ཚོགས་པ་ཅི་ཡོད་ཁོ་ཚོས་དམ་པའི་ཡུལ་ནས་འཆི་བ་སྔ་མོ་ནས་འཆི་བ་དམ་པའི་ཡུལ་ནས་འཆི་བ་ལ་བྱའི་རྒྱུ་མཚན་དེ་ག་ཟེར་ན། ང་ཚོའི་གིས་ཁོ་ཚོའི་འགྲོ་སོང་བཏང་བཞག་པ་དེ་ཁོ་ཤ་བུ་ཤ་བདུན་གྱི་ལ་འགྲོ་གི་ཡོད་པ་ཅིག་ཁོ་ཚོས་མཐོང་བསྡད་ཀྱི་ཡོད་རེད། གཉིས་ནས། ཨ་ནི། བཏང་བ་དེ་ཤ་བུ་ཤ་བདུན་བཏང་བ་དེ་གྲུབ་འབྲས་ཐོན་གྱི་ཡོད་པ་ཅིག་བྱས་ཙང། ད་ཡིན་ནས་གསོལ་ཕོགས་ཀྱི་ཐོག་ནས་ང་ཚོ་བྱས་ལ་ཡ་ཕྱིའི་རོགས་དངུལ་ལ་ཡ་བསྟེན་ཡ་ཡོད་མ་རེད། བསྡད་རྒྱ་དང་མཐའ་བཅད་ནས་ལབ་ཐུབ་རེད་རེད་བ། ད་ག་འདྲ་བྱས་ནས་ཡོང་དགོས་དུས་ཚོང་ནི་རྒྱབ་ཚུགས་མ་རེད་ང་ཚོས། ཧུམ། བོད་ཕྲུག་ཁྱིམ་སྡེ་དེ་ཁོ་ཁེ་མེད་ཀྱི་ཚོགས་པ་ཞིག་རེད་རེད་བ། ཁེ་མེད་ཚོགས་པ་ཞིག་ཡིན་དུས་ཙམ་པ། ང་ཚོས་རོགས་རམ་ག་རེ་རག་དེ་བྱས་དེ་མིན། རྒྱ་གཞུང་གི་ཁྲལ་དང་དེ་འདྲས་བྱ་དགོས་ཀྱི་ཡོད་མ་རེད་རེད་བ། ད་ཚོང་རྒྱག་པའི་རྣམ་པ་འདྲ་བོ་བྱས་པས་ནི་ཨ་ནི་ང་ཚོས་ཀྱི་ད་ལྟའི། ཁེ་མེད་ཀྱི་ཚོགས་པའི་ཀྱི

ད་བོད་པའི་གནས་སྟངས་ནི། བཟང་རུ་ཞུ་ཕྱིན་ཡོད་ལ་དཔལ་འབྱོར་གནས་སྟངས། རེ་བ། ཉམ་ཐག། ད་མིན་བོད་མིའི་སྒྲིག་འཛུགས་ཀྱི། སྲིད་ཇུས་ཤིག་བཟུང་གི་ཅི་ཉམ་ཐག་ཚོགས་ཆུང་ནས་ཡོད་བསྡད་པ་ལྟར་ཅིག་ཡང་ན། མི་འབོར་འཕེལ་རྒྱས་ཀྱི་ཆེད་དུ་སྤུ་བོ་གསུམ་དང་མ་ངེས་ཀྱི་ག་རེ། ཐོག་ནས་ཅིག་སློབ་ཡོན་བཞེས་དགོས་དང་དེ་འདྲའི་ཡིན་ན་མ་འདོག་ཅིག། གཞན་ཅིག་ད་ཕ་མེས་ཀྱི། ཁྲ་ལ་ཁྲིམས་འབུལ་ཅིག། ཚུལ། སྣང་མ་དུར་ཁྲལ་མི་འདུག་བསམ་གྱི་འདུག། དང་པོ་བཞིན་ནོ་རེ་བ། དེའི་གཅིག། ཕ་མེས་ཀྱི་ཁྲ་ལ་ཕྲན་བུའི་གཅིག་སློབ་ཡོན་ཆ་ཚང་གཅིག་སྣང་མ་དུར་ཡིན་ནས་རེ་བ། གཅིག་བློས་བྱས་ཀྱི་ཐོག་ནས་ག་ཚད་ཟིན་གནང་བ་ཡིན་ནས། འདི་གི། ཕ་མ་ཚོ་ལས་སློབ་གསོ་ཞིག་ཐེག་གི་རེད། ག་ཟེར་ན། ད་ལྟ་ཕན་ལ་ཡ་ཚ་སྔོ་ལ་ནར་གཏོང་རེ་བ། རེ་བ། ནར་གཏོང་རེད། ད་ཡང་ཁྲ་ལ་ཕྲན་བུའི་གཅིག་བྱས། གཅིག་བཟོས་པ་ཡིན་ན། ཨོ་ད། ང་ལས་གན་ཞིག་འདུག་ཨ་བསམ་བསམ་འགྲོ་ཆེ། གཅིག་ནས་འདིའི་ཕ་མ་ཚོ་ལས་སློབ་གསོ་རེད་ཆ་ཚང་ང་ཚོའི་གི་སློབ་ཡོན་གི་ཐོག་ནས་དགའ་བསུ་རེད་ཅིག་བར་ཆད་ཡོང་སྲིད་ཐོག་ནས་ཕྲན་བུའི་ཁྲ་ལ་ཕྲན་བུའི་ཡར་སྤར་བའི་ཐོག་ནས་གསོལ་ཕོག་ལ་ཡང་ཐུབ་པའི་གསོལ་པ་ཡོང་དོག་དགའ་བོ་རེད་ད་ག་ནང་བཞིན་ཡང་བོད་མི་དཔལ་འབྱོར་འབྱོར་ལྡན་ཚོ་གི་ཐོག་ནས་ཡང་ཅིག་ཞལ་འདེབས་ལོས་བྱས་དེ་འདྲས་ཡོང་མི་ཚུད་ཅིག་བས་ན་ནི་ཡང་ཡོང་མདོག་ཁ་བ་རེད། དེར་སོང་ཟིན་ནང་བཞིན་གྱི་བུད་ཕྲུག་ཁྱིམ་སྡེ་དེའི་ནང་ལ་སྤུ་གུའི་གྲངས་འབོར་ཆེ་ཤོས་མང་ཤོས་དེ་ད་ལྟ་ཡིན་ནའི་ཤེས་ཡོན་བསྟི་གནས་རྒྱ་ཆེ་ཤོས་ཅིག་ཡིན་པས་ཡིན་ན་བོད་མིའི་སྒྲིག་འཛུགས་ངོས་ནས་སྐྱོ་རོགས་དེ་ཞུ་ག་བྱ་གི་རེད་གསུངས་འདུག། ད་ཅིག་དཔེ་བཞག་ན་ཕྱིའི་རོགས་སྐྱོར་ཁག་གི་ད་སྤུ་གུ་ཆེ་གི་སྤུ་གུ་ཁོ་རང་རང་གི་ཆེད་དུ་ད་རོགས་སྐྱོར་དེ་རྒྱག་གི་ཡོད་ར། ད་རོགས་སྐྱོར་དེ་རྒྱག་གི་ཡོད་དུས་ན་ད་དཔེར་བཞག་ན་དགེ་རྒན་ཁོ་རང་ཚོའི་ནང་ནས་ད་ང་ཚོའི་གླ་ཕོགས་པར་སྒུག་རྫི་ན་ད་ཡག་པོ་ཡོད་མ་རེད་ཁོ་ཚོ་སྐར་ཆེན་སློབ་མ་རང་གི་སློབ་གསོ་གི་ཆེད་དུ་ད་འདི་ན་སློབ་གྲྭ་ནང་ཡང་དགེ་ལ་བྱས་ཡོད་ར་དེ་འདི་ཡང་ཅིག་ཕྱིར་རག་སྐྱོར་ཁག་ག་ཅིག་ད་སློབ་མ་དེ་ཚོ་ལ་ཅིག་དགོན་ཡ་ས་ཡ་དེ་ཚོ་ག་ཆེན་པོ་རེད་ད་ཡིན་ན་དེ་ལས་ཀྱང་ག་ཆེ་ཤོས་དེ་ད་ཁོ་ཚོ་ཤེས་ཡོན་ཡིན་དུས་ན་ཤེས་ཡོན་གི་དེ་སྔ་ཅིག་དགེ་རྒན་དེ་ཚོ་རག་སྐྱོར་འགྲོ་འོ་སྒུག་རྫི་ན་དེ་ག་འདྲ་འགྲོ་ཆ་འགོད་ན། འདི་ཁག་པོ་རེད། རེད། མིའི་ཐོག་ལ་ཕོག་ཏེ་ཟིན་དུས་ཁག་པོ་ཞེ་དྲག་རེད། ད་ག་འདི་སྦྱིན་བདག་དེ་ཚོས་སྤུ་བོ་སྙིང་རྗེ་ལ་བལྟས་ནས་ཡོང་གི་འདུག་ཨ། རེད་མ་གཏོགས་ཅིག་གིས་ཅིག་དགེ་རྒན་གྱི་ཕོག་དང་དེ་འདྲས་ལ་ཡ། ལྷག་པར་དུ་ཅིག་དགེ་རྒན་ལས་ཤག་བརྒྱབ་ཡ་སོ་ཏྲའོ་ཏྲ་ཅིག་དུ་བ་བྱས་དེ་འདྲས། ད་ང་ཚོས་འདས་པའི་ལོ་མང་པོ་རིང་གི་ཉམས་མྱོང་ཚར་ཚར་མཐོང་ཚར་རེད། ཡོང་ཡ་མེད་དུ་ཡོང་ཡ་མི་འདུག་ཟེར་ཅིག་གསང་སྒོ་ཞུ་གི་རེད་མ་གཏོགས་ཡོང་གི་ཡོད་དོ་འདུག་བྱས་ནས་དེ་འདྲས་ཅིག་ནས་ཐབས་ཤེས་བྱེད་ས་ཡོད་ཟེར་ཅིག་ཡོང་གི་མ་རེད།

བོད་ཁྱིམ་ནི་ཡང་དངུལ་གཅིག་པུ་མ་ཡིན་པའི་གི་མཐུན་རྐྱེན་མང་པོ་ཡོད་དང། རྩིས་བརྒྱབ་ན། ག་ལ་གང་འཚམ་ཁྱད་མ་འདོག་ཅིག་གྱོང་ཡོང་མ་རེད་བསམ་གི་འདུག། དཔེ་ར་བ་བཞག་པ་ཡིན་ན། ཁང་ཁང་ལ་སྤྲད་དགོས་བ་མ་རེད། སྨན་བཅོས་ཀྱི་ངན་སོང་ཡོད་རེད། རེད་བ། ད་ག་ནང་བཞིན། བླ་བྲེ་ནང་སྤུ་གུ་སོ་སོ་གི། སློབ་སྦྱོང་འདི་ཡར་སློབ་ཡོན་ཕུལ་བ་མ་རེད། འདི་ལས་ལྷག་ཡས་ཀྱི་མ་འོངས་པ་ལ་ཡང་སྤུ་བོ་དེ་འཛིན་གྲྭ་བཅུ་གཉིས་ཐོན་ནས་མཐོ་རིམ་སླབ་གྲྭ་འགྲོ་གི་ཡོད་པས་ན་སློབ་ཡོན་ཆ་ཚང་ད PHD བར་དུ་འགྲོ་གི་ཡོད་ནས་བུམ་རམས་པ་བར་འགྲོ་གི་ཡོད་ནས་ཁ་འདོན་གོ་སྐབས་དེ་ཡོད་རེད་ཆ་ཚང་དངུལ་གྱི་ལག་པ་ལ་རག་ཡས་དངུལ་དེ་ཙམ་མ་རེད་དེ་ན་ལ་ཡང་མཐུན་རྐྱེན་མང་པོ་ཅིག་དངུལ་ལ་དཔའ་བ་ཡིན་ན་ཁོ་དོན་རྐྱེན་མང་པོ་ཡོད་རེད། བུ་ཁྱིམ་སློབ་གྲྭ་གི་ངོས་ནས་དབྱེར་མེད་ཀྱི་སློབ་གྲྭ་དེ་ཚོ་ལ་སློབ་མ་དེ་ཚོ་ལ་ཡང་ཅིག་སློབ་ཡོན་ལེན་ཡག་ཅིག་ཡོད་ར་དེ་ག་འདྲ་འགྲོ་བ་ཡིན་ན་ཅིག་སློབ་ཡོན་དབྱེར་མེད་དེ་ཚོ། ཡུལ་མི་ལས་ང་ཚོས་དཔེར་ན་ཡུལ་མིའི་སླབ་གྲྭ་པུའུ་དེ་གལ་ཏེ་མང་ཆེ་ཉིན་སློབ་རང་རེད། རེད་རེད། ཉིན་མོའི་སླབ་གྲྭ་གཏན་འཇགས་གཏན་དུ་ང་ཚོས་ཡོད་མ་རེད་ད་དཔེར་ན་དུ་ཨ་ལེ་ཡུལ་མི་ད་ཅིག་ང་ཚོས་ཉི་ཧོ་བའི་གྲོང་གསེབ་དེ་ཚོའི་ནང་ལ་ན་ཏི་ད་ཏའོ་ནུའུ་སན་ད།

ད་ཅིག། རྟ་བཟང་དཀར་དང་ལ་དྭགས་དང་དེ་སོགས་ནས་ཕེབས་འབྱོར་གྱི་ཡུལ་ལུང་ལ་ཕེབས་ཀྱི་ཡིན་ན་ང་ཚོས་གི་སློབ་ཡོན་བཞེས་གི་ཡོད་མ་རེད། དེ་སོགས་རིམ་མེད་གྲགས། ཚང་མ་ཡང་དེ་ལས་ཁ་རིགས་གཉིས་ཡོད་རེད། རེད་རེད་རེད། རིགས་གཅིག་དེ།
ཨ་ནི་ཅིག་ཕ་གའི་ཉམ་ཐག་ཞི་བོའི་འདྲེ་ཡོད་རེད། རེད་རེད་རེད། ད་དེ་དུས་ཡང་ང་ཚོའི་གི་ཉམ་ཐག་རེད་ཞེས་བྱས་ང་ཚོས་ནི་ཕྱིན་མཐོང་ཡོད་མ་རེད་བ། ད་མི་མི་སྣ་ཆེ་ཁག་ནས་ད་ང་ད་འདི་རླུང་འཕྲིན་ཁང་ལ་ངས་དེ་ག་རེ་ག་རེ་ཞུ་ཞུ་བདེ་བོ་ཡོད་མ་རེད་བ། གང་ལྟར་དེ་འདྲའི་གི་ཐོག་ནས་ང་ཚོ་ལ་ཡང་འབྱུང་ཁུངས་ཡོད་དེ་འདྲའི་ཞུ་དེ་འདྲའི་ཡོད་རེད། དངོས་གནས་སྐྱོ་བོ་དེ་འདྲའི་ང་རང་ཚོ་བོད་པའི་སྤུག་ལས་དེ་ཚོ་སྐྱོ་ཡོད་ད་དྲང་དྲང་པོ་བཤད་ན། རེད་རེད་རེད། རེད་བ། དེང་སང་དགུན་ཁའི་གུང་སེང་པ་ར་ལ་ལྷག་དེ་གིན་ལོག་ས་མེད་གིན་ལྷག་དེ་གིན་དེ་དུས་ཚོད་རིག་དེ་ལྷག་དེ་གི་དོ་ཨ། རེད་བ། བྱས་ཙང། རིགས་གཅིག་དེ་ང་ཚོའི་གི། ག་སོ་རུ་གྱིས། དེ་ཚོ་ལ་ཡིན་ན་ང་ཚོ་སྦྱིན་བདག་འཚལ་གི་ཡོད་རེད། ད་སྦྱིན་བདག་འཚལ་ལ་ཡང། ཕྲན་བུ་བོད་པའི་པུའུ་མིན། བོད་པའི་པུའུ་མེན་ཙང་སྦྱིན་བདག་ར་ཡ་ཁ་ག་འདུག། རྟེན་འབྲེལ་ཁ་ག་འདུག། རེད་བ། ད་ཡིན་ནས། ང་ཚོའི་གི་འདི་གས་དེ། ག་སོ་རུ་གྱིས། སྦྱིན་བདག་རག་མི་ལ་མ་ལྟོས་པའི་ང་ཚོའི་སློབ་སྦྱོང་འདི་ཕུལ་གི་ཡོད་རེད། ད་ཡིན་ནས་དེ་ཚོས་ང་ཚོའི་གི་ག་སུ་ར་ཅིག་གི་ཁས་ལེན་དེ་འཛིན་གྲྭ་བཅུ་གཉིས་བར་དོར་ཞེས་གཞི་རིམ་སློབ་གྲྭ་བར་དུ་མཐུན་ནས་དེ་ནས་བར་མཐོ་རིམ་སློབ་གྲྭ་དང་དེ་ཚོས་ང་ཚོས་ཡར་ཡར་བསྐྱབས་ཐུབ་མ་རེད་དེ་གསལ་བོ་རེད། ད་རིགས་གཅིག་ཡང་ཕ་མ་དཔེར་ན་ཅིག་ག་ཤ་པི་ཏའི་ད་ཡང་ཁ་ཤས་རིགས་གཅིག་ཡང་ཕ་མ་གང་ཚན་སོ་སོ་སོ་གི་སློབ་ཡོན་བྱ་ནས་ལྟ་ངན་དེ་འདྲའི་ཡོད་རེད་ཧ་གཉིས་ཡོད་རེད། བུ་པ་རང་གི་སློབ་ཕྲུག་དེ་བཟོ་བྱེད་ཉག་ག་ཆག་དུ་བགྱིད་དུས་ད་དབྱེར་མི་རྐྱང་གི་སློབ་གྲྭ་འདྲ་བོ་ཅིག་ཆག་སོང་ན་ལྟས་ཅིག་འཆར་ཅན་འདྲ་བོ་ག་འདྲ་འཐེན་གི་ཡོད་ན། དབྱེར་མི་རྐྱང་གི་ནང་བགྱིད་དུས་ཆག་ན་ཁོ་ལྟ་རྒྱུར་རོ། གང་ལྟར་ཅིག་ཧི་མ་ལ་ཡའི་རིགས་རྒྱུད་དེ་བརྒྱད་དེ་ག་སུ་རེད། མི་སེར་གྱ་ག་ཡོད་གྱི་རེད་བལ་པོ་ཡིན་གྱི་རེད་རེད་བ། གང་ལྟར་ཆོས་དང་རིག་གཞུང་གོམས་གཤིས་ཚང་མ་ལོ་ང་ཚོ་གཅིག་པུ་རེད་མ་གཏོགས་ཅིག་ཁྱད་པར་ཡོད་མ་རེད། དེ་ཁྱེད་རང་མཁྱེན་གྱི་རོ། ད་ག་ནང་བཞིན་མ་འོངས་པ་ལ་ཡ་ད་ནང་ཆོས་རེད་ང་ཚོའི་རིག་གཞུང་རིག་གནས་དེ་བཞེས་ཏེ་གནས་དགོས་ཀྱི་ཡོད་ན། ད་ཧི་མ་ལའི་རིགས་རྒྱུད་ཀྱི་ང་ཚོའི་བོད་མི་རིགས་དང་ཉེ་བའི་རིགས་རྒྱུད་དེ་བཞེས་ཏེ་ཤི་བོ་གལ་ཆེན་ན་ཉག་ཚ་བྱས་ན་ཤི་བོ་གལ་ཆེན་པོ་རེད། ད་ག་ནང་བཞིན་སོག་པོ་གུང་ལ་ཡ་རེད་བ། ད་ང་ཚོ་ཁལ་མུ་ཁི་ཡ་སའི་ད་ཅིག་དུ་བ་ད་ཅིག་སོག་པོ་ད་དེ་ཚོ།

ཕྱི་རྒྱལ་བར་དྲུག་ཟིག་ལ། ཨུམ། སྲིད་སྐྱོང་རང་སྲུང་བརྡ། ཉིས་སྟོང་ཉི་ཤུའི་ནང་ལ་ཡ། བོད་པ་ཕྱེད་ཀ་ཕྱེད་ཀ་ཆགས་རེ་ཟུག་ད། འགྲོ་བ། ད། ཕྱེད་ཀ་ཕྱེད་ཀ་ཆགས་ཀྱི་ཡོད་ན། ད་ཕ་གས་ལ་ཡ། ད་ལྟ་ང་ཚོའི་བཙན་བྱོལ་རྒྱ་གར་ནང་བཙན་བྱོལ་སྤྱི་ཚོགས་ནང་ལ་ཡ། ང་ཚོ་རིག་གཞུང་སྲུང་སྐྱོབ་རེད་སྐད་ཡིག་སྲུང་སྐྱོབ་རེད་གང་ཅིའི་ཐོག་ལ་སྲུང་སྐྱོབ་བྱས་ཏེ། ཕྱི་རྒྱལ་ཡུལ་གྲུ་ཁག་ཅིག་ནང་ཉར་ཐུབ་རེད། ཨུམ། འདི་ཐེ་ཚོམ་ཆེན་པོ་རེད། རེད་བ། ཁྱེད་ཚང་འདི་ཚོ་ང་ཚོའི་རིག་གནས་རྩ་ཆེན་དངོས་གནས་ཅིག་ད། ད་ལྟའི་གི་ཧི་མ་ལའི་གྱེས་འཁྲིག་སྤུ་གུ་ཉམ་ཐག་སྤུ་གུ་དེ་རྒྱས་དེ་ལ་ཡང་གཟིགས་སྐྱོང་ཅིག་གནང་ཐུབ་བ་ཙམ་མ་ཟེར་བའི་ང་རང་ཚོའི་ཆོས་དང་རིག་གཞུང་ཨེ་ནི་ཅིག་ཡོད་རོགས་ད། འདི་ཚོ་དེ་གཅིག་པུ་གཅིག་རྐྱང་ཡིན་ཙང། ཞེའུ་ཅིག་གནད་འགག་རེད།